འཛམ་གླིང་གང་སར་བཞུགས་པའི་བོད་ཀྱི་སྐད་ཡི་གེ་རྒྱལ་རབས་ཆོས་ལུགས་སྲོལ་ལ་དགའ་མོས་གནང་མཁན་དགའ་མོས་གནང་མཁན་ཚང་མ་ལ་སྔ་དྲོ་དེ་ལས་ཞུ་གི་ཡོད། ད་ལྟ་རྒྱ་གར་ལ་བཞུགས་སྐད་ཆུ་ཚོད་བརྒྱད་དང་ཕྱེད་ཀ་རེད། ཨཱ། and།

འོ་འདི་འདྲ་བྱས་བྱས་ད་ང་རང་ཚོ་ཨ། ད་ང་རང་ཚོ་སྔོན་མ་སློབ་གྲྭ་ལ་ཕྱིན་པའི་སྐབས་ལ་ཨ་ནི་བོད་ཡིག་ཟེར་མཁན་འདི་དཔེ་དཀའ་ལས་ཁག་པོ་རེད་ཟེར་འདི་འདྲའི་བག་ཆགས་ཅིག་སློབ་ཕྲུག་ཚང་མའི་ནང་ལ། སློབ་ཕྲུག་ཚང་མའི་སེམས་ལ་འདི་འདྲའི་ཅིག་འདི་བག་ཆགས་སྡུག་ཆགས་ཅིག་འཇགས་ཡོད་རེད། ཨ་ནི་དོན་དངོས་ལ། བོད་ཡིག། ཡང་ན། ཡི་གེ་སློབ་པའི་སྐབས་ལ་ཡིག་སྐད་འདི། དཀའ་ལས་ཁག་པོ་རྩ་བ་ནས་ཡོད་མ་རེད། ད་འདི་ངས་ཁྱེད་རང་ཚོ་ལ་དཀའ་ལས་ཁག་པོ་ཡོད་མ་རེད་ཁྱེད་རང་ཚོ་དོ་སྣང་གནང་དགོས་རེད། གཅིག་ནས་ཁྱེད་རང་ཚོ་ད་སློབ་གྲྭ་ལ་ཕེབས་ཀྱི་ཡོད་ཀྱི་རེད། ཨ་ནི་དེ་མ་ཟད་ཁྱེད་རང་བོད་པ་ཡིན་པའི་རྒྱུ་མཚན་ལ་བརྟེན་ནས། བོད་སྐད། བོད་ཡིག། བོད་ཀྱི་རྒྱལ་རབས། ཨ་ནི་ནང་པའི་ཆོས་ཀྱི་སྐོར་ལ་དེས་མ་མཁྱེན་པ་ཡིན་ན། ཨ་ནི་ཁྱེད་རང་ཚོས་ཆེམས་སང་ཉིན་ན་ངའི་ཆེམས་པོ་ཆགས་ཆེ་ཡང་སྤུ་གུ་སྐྱེ་གི་རེད་པ་སྤུ་གུ་ཚོ་ལ་ལམ་སྟོན་ག་རེ་གནང་གི་ཡིན་ཨ། དེ་འདྲ་ཞིན་པ་སོང་ཙང་ང་རང་ཚོའི་སྐད་ང་རང་ཚོའི་ཡི་གེ། ལོ་རྒྱུས། རྒྱལ་རབས། ཚང་མ་ང་རང་ཚོ་གི་ངོ་བོ་རེད།

གཟིགས་པོ་གཟིགས་ཁ་ཕེ་རོ་གནང་རེ་འདུན་ཞུས་པ། སྐབས་དེ་ལ་ཨ་ནི་བོད་མི་ཚོའི་སེམས་ཀྱི་ནང་ལ་སེམས་ཁྲལ་ཞེ་དྲག་བྱུང་བ་རེད་ད་དོགས་པ་ཟ་བར་ཕལ་ཆེར་ཨ་ནི་རྒྱ་མི་ཚོས་ད་ཡི་སི་ནུ་བོ་འཛིན་བཟུང་བྱེད་ཡག་གི་འཆར་གཞི་ཡོད་ཀྱི་རེད་བསམ་བསམ་བྱུང་པ་རེད། ད་འདི་དང་ང་ཚོ་ག་རེ་ཞུ་དགོས་རེད་སུམ་ཅུའི་དུས་དྲན་གཉིས་དེ། དུས་མཉམ་རེད། དུས་མཉམ་རེད། དེ་ནས་ཁེ་ས་ང་ཚོ་དེ། སཱ་ལུ་གྷ་ར་ཟེར་བའི་དར་ཇི་ལིང་གི་ས་ཁུལ་ཅིག་ལ། ང་ཚོ་སྐད་འབོད་ལ་ཕྱིན་པ་ཡིན། ད། འབྲས་ལྗོངས། ཀ་གླིང་སྤུངས། རྡོ་རྗེ་གླིང། མི་རིགས། སོ་ན་ད། ད། རྒྱ་གར་གྱི་བྱང་ཤར། རྒྱུད་ཀྱི། ཨ། ས་ཁུལ་ཁ་ཤས་ནས་མི་སྣ་མང་པོ་ཕེ་བཞག། ང་ཚོས་བསམ་པ་ལས་མ་ང་ཕེ་བཞག། ཨ་ནི། ད་ང་ཚོ། བྱང་ཤར་ཕྱོགས་ལ་ཡོད་པའི་བོད་མི་གི། མི་འབོར་ནས་ད་བརྒྱ་ཆ། བརྒྱ་ཆ་ལྔ་ཟིན་གི་རེད། བརྒྱ་ཆ་དགུ་བཅུ་གོ་ལྔ་ད། ནང་ལ་བཞུགས་ཡོད་གི་རེད། ད། སྐད་ཆ་ལྔ་འདི་གང་ལྟར་ང་ཚོའི་མ་སྐད་ལྟ་བའི་སྐབས་ལ་མང་པོ་ཞེ་དྲག་འདུག་ནམ་རྒྱུན་ལས་མ་མངའ་འདུག་ཨ་ནི། ད་སྐད་ཆ་ལྔ་འདི་མ་སྐད་ཁོ་ན་ཚོ་དངོས་གནས་དྲང་གནས་སེམས་ཤུགས་ཡོད་ཙང་སོ་སོས་འགྲོ་སོང་བཏང། ཨ་ནི། དུས་ཚོད་བཏང་རྗེས་ཕེབས་པར་བ། ཕེབས་པ་རེད་དེ་ཨ་ནི་འདི་ནང་ལ་ངས་འདི་འདྲའི་ཉམས་ཞིབ་བྱས་པའི་སྐབས་ལ། ཨ་ནི་བོད་པ་ནང་ཁུལ་བཀའ་མོལ་གནང་པའི་སྐབས་ལ། ཨ་ནི། ནེ་པ་ལིས་སྐད་སྐྱོན་གྱི་འདུག། ནེ་པ་ལིས་སྐད་སྐྱོན་གྱི་འདུག་ད་འདི་དངོས་གནས་དྲང་གནས། དཔེ་མི་སྲིད་ནོར་འཁྲུལ་ཆེན་པོ་རེད་འདི་འདྲས་བྱས་པ་ཡིན་ན། རྒྱ་གར་ལ་བོད་སྐད་རྒྱབ་ཆོག་གི་མེད་ཟེར་མཁན་འདི་འདྲས་བཙན་དབང་བཏང་མཁན་ནི་ཡོད་མ་རེད། ཨ་ནི་ཕ་ཇོ་འདི་ལ་བོད་སྐད་རྒྱབ་ཡོད་ན། ཧ་གོ་གི་མ་རེད་བསམ་བསམ་ཡང་ཡོད་མ་རེད་ཨ་ནི། རྒྱུ་མཚན་རྩ་བ་ནས་མེད་པ་ལ་ཨ་ནི། ནེ་པ་ལི་སྐད་སྐྱོན་ཡ་ལ་དགའ་མོས་ཆེ་བ་གནང་གི་འདུག་འདི་ང་རང་ཚོས་ལེགས་བཅོས་ཤིག་གནང་དགོས་ཀྱི་འདུག་ཨཱ་ནི་དེའི་བཅས་གཟིམ་ཁང་ལ་ཡིན་གཅིག་མིན་གཅིག་བོད་སྐད་སྐྱོན་དགོས་ཀྱི་འདུག་བོད་སྐད་སྐྱོན་བོད་སྐད་སྐྱོན་པའི་སྐབས་ལ་ཡང་ཕུ་གུ་ཚོ་ལ་ཞེ་ས་ཞུས་བཅས་ཨཱ་ནི་ཞར་དང་ཞོར་ལ་བོད་ཀྱི་ལོ་རྒྱུས་ཡིན་གཅིག་མིན་གཅིག་བཤད་གནང་དགོས་ཀྱི་འདུག། འོ་འདི་འདྲ་ལྟ་ད་ལྟ་ང་རང་ཚོའི་གནས་ཚུལ་དེ་དངོས་གནས་རྫ་དྲག་པོ་ཞེ་དྲག་འདུག་བོད་ལས་ཡིན་ན་བཙན་དབང་དང་བཅས། བོད་སྐད་བྱང་ཡག་ལ་སེམས་ཤུགས་ཆག་སེམས་ཤུགས་ག་འདྲས་ཆག་གི་ཡོད་ཟེར་ན། བོད་སྐད་ཡག་པོ་ག་ཚོད་ཡོད་ན་ཡང་བོད་ཡིག་ཡག་པོ་ག་ཚོད་ཡོད་ན་ཡང། གཞུང་གི་ལས་ཀ་སྤྲད་ཀྱི་ཡོད་མ་རེད། དེ་འདྲ་བྱེད་དུས་ས་ནས་རྒྱ་གར་ལ་ཡང་དོ་ཟླ་གཅིག་པར་བ། བོད་ཡིག་ཡག་པོ་ག་ཚོད་ཡོད་ན་ཡང་ལས་ཀ་རག་ཡག་གི་རེ་བ་ཞེ་དྲག་མེད་ཙང། མི་ཚོས་ཚང་མས་སོ་སོའི་སྤུ་གུ་དབྱིན་ཇིའི་སློབ་གྲྭ་ལ་བཏང་གི་ཡོད་རེད་བ། འདི་བྱས། ཨ་ནི་འདི་འདྲས་ག་རེ་ཞུ་དགོས་རེད། ང་རང་ཚོ་བོད་པའི་གི་ད་ལྟ་གནས་ཚུལ་འདི་འདྲའི་སྐོར་ལ་ཕན་ཚུན་བགྲོ་གླེང་བྱེད་ཡག་གི་ཁོར་ཡུག་ཡག་པོ་ཅིག་བཟོ་ཐུབ་ན། ཨ་ནི་མི་མང་གི་བསམ་བློས་གནས་ཚད་འདི་གོང་འཕེལ་གཏང་ཡག་ལ། ཞེ་དྲག་ཕན་ཐོགས་ས་རེད་བསམ་གི་འདུག་ད་ང་རང་ཚོ། བོད་པའི་སྤྱི་ཚོགས་ནང་ལ། སོ་སོའི། སྤྱི་ཚོགས་ཀྱི་སྐོར་ལ་བགྲོ་གླེང་གནང་མཁན་མི་སེར་ཉུང་ཉུང་མེད་པ་ཙམ་རེད། འདི་འདྲ་བྱེད་བྱེད་ད་ལྟ་གང་ལྟར་དེ་ནས། ཡེ་ཤེས་ནོར་བུས་ལྗགས་རྩོམ་གནང་བའི། ངོས་ཀྱི་ཡུལ་དང་ངོས་ཀྱི་མི་དམངས། ཞུ་ཡག་གི་ཤོག་གྲངས་ཉིས་བརྒྱ་བཞི་བཅུ་ཞེ་བརྒྱད་ནས་ང་ཚོ་ཚིག་གྲུབ་ཁ་ཤས་སློབ་སྦྱོང་གནང་གི་ཡིན་ད། ད་འདི་དེབ་ཤོག་གྲངས་འདི་ད་ལྟ་ཕྱག་དེབ་རྙིང་པ་འདི་རེད། ཕྱག་དེབ་གསར་པ་འདི་འདི་ད་ལྟ་འདི་ལས་ཡི་གེ་འདི་ལས་གསལ་བ་དང་ཆེ་བ་ཡོད་རེད། གལ་སྲིད་ཁྱེད་རང་ཚོ་ལ། ད་ལྟ་གོང་ས་མཆོག་གིས་གྲྭ་བཙུན་གནང་བའི་ངོས་ཀྱི་ཡུལ་དང་ངོས་ཀྱི་མི་དམངས། ཞུ་ཡག་གི་ཕྱག་དེབ་དེ་མེད་པ་ཡིན་ན། འཇམ་དབྱངས་བོད་ཀྱི་རིག་གཞུང་གཅེས་འཛིན་ཁང་ལ། ཁྱེད་རང་ཚོ་ལ་རག་གནང་གི་རེད། གོང་ཡང་ཕྱི་པོ་མ་རེད་དགོང་མོ་ཉིས་བརྒྱ་མན་ཆད་རེད་བརྒྱ་དང་ལྔ་བཅུ་དང་ཉིས་བརྒྱའི་བར་ལ་རེད་བསམ་གྱི་འདུག་འོ་ཡ་ད་འདི་བྱས།

མི་མང་པོ་འཛོམས་ཡག་གི། མང་ཚོགས་མི་མང་པོ་འཛོམས་ཀྱི་རེད་པ་ག་དུས་མི་མང་པོ་འཛོམས་ཀྱི་རེད་ཟེར་ན་ཚོགས་འདུ་ཚོགས་འདུ་འདི་འདྲ་ཡོད་པ་ཡིན་ན་མི་མང་པོ་འཛོམས་ཀྱི་རེད་པ། ད་མང་ཚོགས་ཀྱིས་མའོ་ཛཱ་ད་རྗེས་ས་ག་ད་ག་ན་རོགས་དགོ་མཛད་དགོ་ཟེར་ན་ད་དབྱིན་ཇིའི་སྐད་ལ་ཞུས་པས་ན་ཕང་ཤིན་ཟེར་གི་འདུག་ཨ། ནེ་པ་ལིའི་སྐད་ལ་ཞུས་པས་ན་ཀར་ཇ་ཀ་རམ། ད། མང་ཚོགས་ཀྱི། མཛད་སྒོ་ད་མི་མང་པོ་འཛོམས་དགོས་ཡག་གི་མཛད་སྒོ་དེ་འདྲ་ཡོད་པས་ན་མཛད་སྒོའི། ས་ཉག་ད་ཉག་ན་སྙན་ས་འབྲིང་པོ་སེང་ང་སེང་སྙན་སེང་ཟེར་ན་འདི་ཞེ་ས་རེད། སྙན་སེང། སྙན་སེང་ཟེར་ན་འདི་མིང་ཚིག་རེད།

སྙན་སེང། ད། སྙན་སེང་གལ་སྲིད་ཁྱེད་རང་ཚོ་ཡང་དབྱིན་ཇིའི་སྐད་མཁྱེན་གི་ཡོད་པས་ན། སྙན་སེང་ཟེར་ན། Report། སྙན་སེང་ཞུ་ཟེར་ན། To report To inform To let someone know སྙན་སེང་ཞུ། སྙན་སེང་ཞུ། དེ་ནས་མང་ཚོགས་ཀྱི་མཛད་སྒོའི་སྙན་སེང། རབ་ཀྱི་སྐུ་རིག་ག་ས་རིག་ཟེར་ན། ད། སྙན་སེང། ར་སྐྱེ་དགུ་རིགས་དགའ་ས་རིགས། ང་ཚོས་གར་ཞོག་རིགས་མཐོ་པོ་དང། རིགས་དམའ་པོ་ཞེས་ཡག་གི་ཚིག་དེ་ཡང་བེད་སྤྱོད་མི་འདྲ་བ་མང་པོ་ཡོད་རེད་ད། སྙན་སེང་རིགས་ཟེར་ན། གཅིག་བྱས་ན་འདིའི་མང་ཚིག་རེད Reports། Reports།

ཕ་ལ་བ། གྲོན་ཆེ་འདི། གོ་གནས་གཅིག་རེད། གྲོན་ཆེ། ཕ་ལ་བ་ཟེར་ན་ཁྱེད་རང་ཚོས་མཚན་དེ་གསན་མྱོང་ངེས། ད། འདི་ཡང་ཁྱེད་རང་ཚོས་ཡིན་གཅིག་མིན་གཅིག་གསན་དགོས་ཀྱི་ཡོད་རེད། ད། ཕྱི་ལོ་གཅིག་སྟོང་དགུ་བརྒྱ། ལྔ་བཅུ་ང་དགུ།

རྒྱ་གར་ལ་བྲོས་ཕེབས་པར་བརྗོད། བྲོས་ཕེབས་པའི་སྐབས་ལ། འཆར་གཞི་བཏིང་གནང་མཁན། འཆར་གཞི་བཏིང་གནང་མཁན་དེ། ཕ་ལ་བ་རེད། ད་ལྟ། རྒན་ཚང་མ། ཕ་ལ་བ་གི་བཞེས་པ་རེད། དེ་འཆར་གཞི་བཏིང་ཡག་གི། འགན་ཁུར་དེ་ཕ་ལ་བ་གི་བཞེངས་པ་རེད། ད། ཡིན། ཨ་ནི་དེའི་སྐབས་ལ།

ཁམས་པ་ཚོས། ཁམས་པ་ཚོས། ཨ་ནི། ཡེ་ཤུ་ནོར་བུ་ལ་སྲུང་སྐྱོབ་བྱས་ནས། མང་ཆེ་བ་ཁམས་པ་རེད་ད་ང་རང་ཚོ་ཁམས་པ་ཟེར་དུས་རྩ་ནས། དབུས་གཙང། དབུས་གཙང་བ་ལས་གཟུགས་པོ་སྟོབས་ཆེ་བ། བློ་ཁོག་ཆེ་བ། ཨ་ནི། ད་ངས་མཐོང་ཚུལ་ལ་ཁོ་ཚོས་རྣམ་པ་ཡང་མཛེས་བ་འདྲ་བོ་ངས་དེ་འདྲའི་མཐོང་གི་འདུག་ཨ་ནི། ད་ཁོ་རང་ཚོས། ཁོ་རང་ཚོས་འགན་ཁྱེར་རྗེས་ད་ཕ་ལ་བས། ད་ལྟ་འཆར་གཞི་འདིང་ཡག་གི་འགན་ཁྱེར། ཆོས་གཞི་སྒང་དྲུག་གི་སྲུང་སྐྱོབ་བྱེད་ཡག་གི་འགན་ཁྱེར་བྱས། ཨ་ནི་ད་ལྟ་ཕར་ཨ་དེའི་ཡིད་བཞིན་ནོར་བུ་རྒྱ་གར་ལ་ཕེབས་ཐུབ་པ་བྱུང་བ་རེད། རྒྱ་གར་ལ་ཕེབས་ཐུབ་པ་བྱུང་བ་རེད། ད་འདི་ནང་ལ་ལི་ཐང་ཨ་ཐར་སྔོན་མ་རྡ་རྗི་ལིང་ལ་བཞུགས་ཀྱི་ཡོད་རེད། ལི་ཐང་ཨ་ཐར་གྱི་དཀའ་ལས་ཞི་བོ་ཅིག་བསྐྱོན་ཡོད་རེད། ད་ལྟ་ཁ་རེ་ཤོ་གོ་རེ་ཇབ་དམག་བརྒྱབ་པའི་སྐབས་ལ་ཨ་ནི། འདི་ད་ལྟ་ཆོས་གཞིས་གང་དྲུག་ལ་རོགས་རམ་གནང་མཁན་འདི་ད་ལྟ་ཨ་མི་རི་ཀ་གི་སི་ཨའི་ཨེ། ག་དུས་རེད་ཟེར་ན་ཨ་མི་རི་ཀའི་སི་ཛིན། ཁོ་རང་གི་མཚན་ལ་རོས་ཕེལ་ཏིན་པའི་སྐབས་ལ་རོས་ཕེལ་གྱི། ཨ་ནི་སི་ཨའི་ཨེ་བརྒྱུད་ནས་ཨ་ནི་ཁམས་པ་ཚོ་ལ་ཇབ་དམག་གིས་སློབ་སྦྱོང་སྤྲད་པར་ཁོ་རང་ཚོ་ལ་ཨ་ནི་ཨ་མི་རི་ཀའི་ས་ཆ་ཀོ་ལོ་རེ་ཏྲོ་ཟེར་མཁན་གཅིག་ལ་ཁྲིད་བྱས། ཇབ་དམག་བསླབས། སབ་ཏྲ་གྷ་འདྲེས་བེད་སྤྱོད་བྱས་གོ་རེ་ཨ་ནི་ད

བོད་བསྟན་སྲིད་ཀྱི་ཆེད་དུ་ཁོ་ན་ཚོ་དཀའ་ལས་ཞེ་དྲག་བརྒྱབ་པ་རེད། ད་འདིའི་སྐབས་ཀྱི་དྲུང་རེད། ཨ་ནི། ད་ཕ་ལ་བ་ཟེར་ན་ད་ལྟ་ཡེ་ཤེས་ནོར་བུ་བྲོས་བྱོལ་ལ་ཕེབས་ཡག་གི་འཆར་གཞི་བཟོ་མཁན་དེ་ཕ་ལ་བ་རེད། ཕ་ལ་བ་བའོ་ར་ཀ་ད་ག་ག་ཡ་ད་ག་ག་ཆ་ཆུ་རྒྱུད་ད་རྒྱུད་ན་ས་ནས་རྒྱུད་ནས་རྒྱུད་ཟེར་ན།

ཡེ་ཤུ་ནོར་བུ་ལ་སྙན་སེང་གཅིག་ཞུ་དགོས་ཀྱི་ཡོད་ན། སྙན་སེང་འདི་སྤྱིར་བཏང་ཕ་ལ་བ་བརྒྱུད་ནས་ཡོང་གི་ཡོད་རེད་ཡང་ན་དགའ་སྤྲང་བརྒྱུད་ནས་ཡོང་གི་ཡོད་རེད། ཡོང་དགོས་དེ་འདྲ་ཡོང་དགོས་ཀྱི་ཡོད་རེད་གསུངས་པ་རེད། ཡོང་དགོས།

དེ་སོང་ཙང། བྱས་ཙང། དེ་འདྲ་ཡིན་པ་སོང་ཙང་དེ་ཚོ། མིང་གཅིག་གི་རྣམ་གྲངས་ནང་བཞིན་རེད། དེར་བརྟེན་མཚོན་ན་དེ་སོང་ཙང། ར་ན་ད་ན་མ་ནམ་མཁའ་བཞི་བཅུ་ཀུན་ན་ཀུན་ད་ང་དང་མ་གི་གུ་མི་ཨའོ་ད་ར་ད་འདྲ་བ་ར་བར། ནམ་རྒྱུན་དང་མི་འདྲ་བར་ཟེར་ན་ནམ་རྒྱུན་དང་མི་འདྲ་བ། ནམ་རྒྱུན་དང་མི་འདྲ་བ་ཟེར་ན།

ང་ཐེངས་གཅིག་ཕྱིན་པ་ཡིན་ཐེངས། ང་ཚར་གཅིག་ཕྱིན་པ་ཡིན་ཚར། ང་ལན་གཅིག་ཕྱིན་པ་ཡིན་ལན། དེ་ཚོ་མིང་གཅིག་གི་རྣམ་གྲངས་དོན་གཅིག་མིང་གི་རྣམ་གྲངས་ཟེར་ན Synonym ད་དེ་གཉིས་གཉིས་དོན་གཅིག་མིང་གི་རྣམ་གྲངས་རེད། དེ་ནས་ནེ་པ་ལི་སྐད་ཡིན་ན་མོ་བེད་གྷར། Bed Guard། ལབ་ན་འགྲིག་གི་ཡོད་རེད། ཨ་ཨ་ཨ། ཐུག་འཕྲད་དུ

SEDs། གནས་ཚུལ་དེ་དག་གནས་ཚུལ་དེ་ཚོ་ང་ཚོས་ཕལ་སྐད་ལ་ལབ་པས་ན། གནས་ཚུལ་དེ་ཚོ་ཤ་འབྲིང་པོ་ཤེས་ས་ཤེས་མ་འོ་ཁ་ན་མཁན་ཚ་ན་རོ་ཚོ་ར་ཚོར། ཤེས་མཁན་ཚོར་ཟེར་ན་ཧ་གོ་མཁན་ཚོ་ལ། གནས་ཚུལ་དེ་འདི་དག་ཟེར་ན་འདི་ཚོ་རེད། ཧ་གོ་མཁན་ཚོ་ལ་ར་འདི་ལ་རེད། ཚོགས་ལ་ཡ་སྐྱེ་དགུ་ཡིད་བདག་ཡིད་ཟེར་ན་སེམས་རེད། སེམས། བདག་ན་རོ་བདོག་དགའ་ས་བདོག་ཟེར་ན་ཁོ་ཚོའི་སེམས་ཀྱི་ནང་ལ་དོགས་པ་བྱུང་བ་རེད། དོགས་པ་བྱུང་བ་རེད། ག་རེ་ཡིན་ན། ནམ་རྒྱུན་ཡིན་ན། ཁོ་རང་ཚོས་སྙན་སེང་ཞུ་དགོས་ཀྱི་ཡོད་ན། ཕ་ལྭ་བ་བརྒྱུད་ནས་སྙན་སེང་ཞུ་གི་ཡོད་རེད་ཡང་ན། སྤྱི་ཁྱབ་མཁན་པོ་དགའ་བྲང་བརྒྱུད་ནས་སྙན་སེང་ཞུ་གི་ཡོད་རེད། ཡིན་ན་ཡང་དེ་རིང་ནམ་རྒྱུན་དང་མི་འདྲ་བ། རྒྱ་རིགས་དཔོན་པོ་ཆེན་པོ་མེན་པ། དཔོན་པོ་ཆུང་ང་དེ་འདྲའི་གཙུག་ལག་ཁང་ལ། ཨ་ནི། མཁར་དུ་ཡེ་ཤེས་ནོར་བུ་ལ་སྙན་སེང་ཞུ་ག་ཡོང་པ་འདི། ཨ་ནི་ཁོ་རང་ཚོ་ད་ལྟ། བོད་ཀྱི་ད་ད་ལྟ་གནས་ཚུལ་འདི་ཚོ་ཧ་གོ་མཁན་འདི་ཚོ་ལ་ཨ་ནི་སེམས་ཀྱི་ནང་ལ་དོགས་པ། དོགས་པ་བྱེ་ར་བ་ཕ་ར་ད་ཁྲག་ནག་ཕྲན་བ་ཞབས་ཀྱི་བུ་ཕྲན་བུ་ཟེར་ན། ང་རང་ཚོ་སྐད་ཆ་བཤད་པའི་སྐབས་ལ་ཕལ་སྐད་ལ་ཕྲན་བུ་ཟེར་ན་ཏེས་རེད། ཏེས་བྱུང་ཟེར་ན་ཨ་ནི་ཁོང་ཚོའི་སེམས་ཀྱི་ནང་ལ་དོགས་པ་ཏེས་བྱུང་བ་རེད། ཁོང་ཚོའི་སེམས་ཀྱི་ནང་ལ་དོགས་པ་དེ་བྱུང་བ་རེད། ད་ལྟ་ང་ཚོའི་གསུམ་བཅུའི་དུས་དྲན་དང། ད་ལྟའི་ད་ལྟ་ངའི་ལོ་རྒྱུས་ཁྱེད་རང་ཚོ་ལ་ཞུ་ཡ་དེ། དུས་མཉམ་རེད། ཨ་ནི་འདི་གཉིས་གཉིས་ལ་འབྲེལ་བ་ཞེ་དྲག་ཡོད་རེད། ད་དེ་ག་རེ་གསུང་གི་ཡོད་རེད་ཟེར་ན། ད་ནམ་རྒྱུན་འདི་འདྲའི་ཁོ་རང་ཚོ་གི། ཡེ་ཤེས་ནུབ་པ་ལ་སྙན་གསན་ཞུ་དགོས་ཀྱི་ཡོད་ན། ཕ་ལ་བ། འདི་རྒྱལ་ཆེན་པོ་རེད་ད། ད་ལྟ་ཡེ་ཤེས་ནུབ་པོ་བྲོས་བྱོལ་ལ་ཕེབས་པའི་སྐབས་ལ་རྒྱན་ཚང་མ་བཞེས་མཁན། འཆར་གཞི་བཏིང་གནང་མཁན་ཕ་ལ་བ་རེད། ཨ་ནི་དེའི་སྐབས་ལ་སྲུང་སྐྱོབ་གནང་མཁན། ཚང་མ་ཆོས་གཞིས་སྒང་དྲུག་རེད། ཆུ་བཞི་སྒང་དྲུག་གི་དཀའ་ལས་ཞེ་དྲག་བརྒྱབ་ཡོད་རེད་ད། བརྒྱ་ཆ་དགུ་བཅུ་དགུ་ལྔ་ལྷག་ཁམས་པ་ཚོ་རེད། ཁོ་རང་ཚོ་དཀའ་ལས་ཞེ་དྲག་བརྒྱབ་ཡོད་རེད་ད་ང་རང་ཚོ་དབུས་གཙང་པ་ཁ་ཤས་ད། རྒྱ་མི་མཐོང་མྱོང་ཡང་ཡོད་ཀྱི་མ་རེད་ད་རྒྱ་མི་སླེབས་པ་རེད་ཟེར་ནས་ད་ག་རང་གི་མགོ་ལ་བ་ར་སྐབས་བཅས་བྲོས་ཡོང་བ་ཡིན་གྱི་རེད་ཁ་ཤས་ཀྱི་མཐོང་མྱོང་ཡང་ཡོད་ཀྱི་མ་རེད་ད་ཁ་བརྡས་བཅའ་མཁན་དེ་སོ་སོའི་སྐྱེས་མའི་བུ་ཕྲུག་ཁང་པ་ས་ཞིང་ཚང་མ་བློས་བཏང་ནས་རྒྱ་མི་ལ་དམའ་རྒྱབ་མཁན་དེ་ཁམས་པ་རེད། ཨ་ནི་ད་ཆ་ཤི་དག་ཕ་ལ་བ། ཨ་ནི་ད་སྙན་སེང་ཞུ་གི་དགོས་ནས་ཡང་ན་ཕ་ལ་བ་བརྒྱུད་ནས་སྙན་སེང་ཞུ་གི་ཡོད་རེད་ཡང་ན་སྤྱི་ཁྱབ་མཁན་པོ་དགའ་སྦྲང་བརྒྱུད་ནས་སྙན་སེང་ཞུ་གི་ཡོད་རེད། ཡིན་ན་ཡང་ད་ལན་ནམ་རྒྱུན་དང་མི་འདྲ་བ།

དེ་ནི་དགའ་གི་ཆེད་ལ་དགའ་སྨྲ་གམ་ངག་གི་ཆེད་ལ་ངག་སྨྲ་ངམ་ཁྱེད་རང་ཚོ་མཁར་ས། ལེགས་བཤད་ཅན་དབང་བསླབ་པའི་སྐབས་ལ་ཆང་པའི་སྐབས་ལ་གམ་ངམ་དམ་ནམ་ཕམ་མམ་མམ་བཤད་བྱས་པ། འོ་ད་ག་རང་རེད་དགའ་གི་ཆེད་ལ་དགའ་སྨྲ་གམ། ངག་གི་ཆེད་ལ་ངག་མ་ངམ། ས་གི་ཆེད་ལ་སག་མ་སམ་དེ་འདྲ་བྲིས་རྒྱུ་ཡོད་རེད་ཡིག་སྐད་ལ། དེ་འདྲ་བྱེད་བྱེད་དེ་རིང་གི་འཛིན་གྲྭ་དེ་མཚམས་བཞག་གི་ཡིན། ཨ་ནི། སོ་སོའི་སྐད་རིག་གཞུང། རྒྱལ་རབས་ལོ་རྒྱུས་ལ་དོ་སྣང་གནང་རོགས་གནང་གཞན་དག་ཚོ་ལ་ཡང། དེ་འདྲ་བྱེད་དགོས་ཚེ་ལམ་སྟོན་གནང་རོགས་གནང་ཨ་ནི་འཛིན་གྲྭ་འདིའི། བརྒྱུད་སྐུལ་གནང་རོགས་གནང share it། ཨ་ནི་ཁྱེད་རང་ཚོས་ད་དེ་གར་ས་ཆེན་བརྒྱབ་ཡིན་ན། འདི་ནེ་པ་ལི་དང་ཨིན་ཇིའི་སྐད་ཚང་མ་མཉམ་དུ་སྤྲད་པ་ཡིན་ན་ང་ཚོ་མགོ་འཐོམ་གི་འདུག་བོད་སྐད་གཅིག་པོ་ལ་འགྲེལ་བཤད་བརྒྱབ་རོགས་གནང་ཁྱེད་རང་ཚོས་བྲིས་པ་ཡིན་ན། ངས་སྔ་ས་ནས་ད་འཛིན་གྲྭ་འདི་འདྲ་ཁྱེད་རང་ཚོ་ལ་ངོ་སྤྲོད་ཞུ་གི་རེད་པ། ད་འདི་ང་རང་ཚོ་ང་རང་རང་གིས་འདི་འདྲ་ཏེས་འགྱུར་བ་བཏང་པ་ཡིན་འདི་འདྲ་བྱས་པ་ཡིན་ན། ཏེས་ཕན་ཐོག་ག་ཡོང་གི་རེད་བསམ་བྱས། དམིགས་བསལ་གྱི་བོད་པའི་བུ་ཕྲུག་ཚོ་ལ་ཕན་ཐོག་གི་རེད་བསམ་གྱི་ངས་དེ་འདྲས་སུ་འགྱུར་བ་བཏང་པ་ཡིན། ཨ་ནི་སང་ཉིན་ཡང་བསྐྱར་མཇལ་ཡོང། ཨ་ནི་བོད་སྐད་དང་བོད་ཡིག་བོད་ཀྱི་རྒྱལ་རབས་ལ་ཡིན་གཅིག་མིན་གཅིག་དོ་སྣང་གནང་རོགས་གནང།